བུ་མོ་ང། འཇིག་རྟེན་འདིར་ཐོག་མར་བསྟོད་ཕྲག་དོག་ནས་བཞག། ཁ་ཞེ་ལས་མ་འདས་པའི་དུས་ཤིག་ལ། བདག་གི་ཡབ་ཡུམ་གཉིས་ཀྱིས་བུ་མོ་ང། སྐྱེས་ཆེན་གྱི་སྐྱེས་བུ་དམ་པའི་སྐུའི་མདུན་དུ་མཇལ་ཁར་ཁྲིད་གནང་འདུག། ངའི་མི་ཚེའི་ནང་སྐྱིད་པོ་དམ་པའི་སྐྱེ་རྒ་ཐོག་མར་ཞུས་ཡུལ་ནི། སྐྱབས་རྗེ་ཀླུ་ལྡིང་མཁན་ཆེན་སྟོད་ཆང་ཁོང་རེད། སྐབས་དེ་དུས་བུ་མོ་ང་བྱིས་པ་བཙས་མ་ཐག་པ་ཞིག་ཡིན་པས། བླ་མའི་གཟི་བྱིན་དང་མཛད་འཕྲིན་སྐུ་ཡོན་སོགས་གང་ཡང་མ་ཤེས་ཀྱང། དུས་ཚོད་ཀྱི་འགྱུར་བས་ད་ཚོད་བུ་མོ་ང་ནར་སོན་སྟབས། བླ་མ་ཁོང་ནི་མཇལ་བའི་མོད་ལ་དེས་པའི་མིག་ཆུ་ཤོར་ཞིང། ལུས་ཀྱི་བ་སྤུ་གཡོ་བའི་ཁྱོད་འཛིན་བཟང་གསུམ་དང་ལྡན་པའི་བླ་མ་རྩ་ཆེན་ཞིག་རེད་འདུག། ཁོང་གི་ཞལ་རས་འཛུམ་མདངས་ཀྱིས་ཁེངས་ཤིང། ཐུགས་གཤིས་བཟང་ལ་གསུང་སྐད་སྦྱངས་པ་དེས་བདེན་བསྐྱིལ་ཞུ་བ་གྲངས་མེད་ཡོད་ཀྱང། བླ་མ་ཁོང་གི་ཞལ་རིས་ན། སྐུ་བརྙན་ཁག་པའི་རྣམ་པ་ཕྲ་མོ་ཙམ་ཡང་མེད་པར། བྱམས་པ་དང་སྙིང་རྗེའི་གཞན་དབང་དུ་སོང་བའི། དབང་དང་ཁྲི་འཕྱང་མོ་འཕྱང་དབང་ཐུགས་སྨོན་བཅས། འགྲོ་བའི་དུས་ལོ་བཞིན་སྐོང་བའི་དད་ལྡན་ཁྱི་ཚོ་མང་པོའི་སེམས་ཀྱི་གསེར་མདོག་གི་ཉི་མ་འོད་ཆེན་ཞིག། དེ་རིང་ནི་རིན་པོ་ཆེ་ཁྱེད་མི་ཡུལ་འདིར་སྟོན་འགྲོའི་དོན་དུ་ཕེབས་ནས་ཁུངས་ལོ་དགུ་བཅུ་གོ་གཅིག་ལ་ཕེབས་པའི་ཁུ་ཡི་འཁྲུངས་སྐར་གྱི་ཉིན་མོ་ཡིན་པས། བུ་མོ་ངས་བཅོས་མིན་དྭངས་གཙང་སེམས་འོག་ནས་བསྟོད་ཚིག་ཞིག་དབྱངས་སུ་གྱེར་རྒྱུ་ཡིན། བླ་མ་ལགས། ཁྱེད་ནི་འདུལ་བ་འཛིན་པ་ཡོངས་ཀྱི་གཙུག་རྒྱན་དང། བྱང་ཆུབ་སེམས་དཔའ་ཡོངས་ཀྱི་སྐུ་ཚབ་ལྟ་བུའི་བྱང་སེམས་ཅན་གྱི་བླ་མ་དམ་པ་ཞིག་ཡིན། རིན་པོ་ཆེ་ཁྱེད་ཀྱི་སྐུ་ལུས་ན་ཙནྡན་ཁྲི་ཕྲག་གཅིག་ཏུ་བསྡུས་པའི་དྲི་ཞིམ་ལས་ཀྱང་སྔར་བས་ཚུལ་ཁྲིམས་ཀྱི་དྲི་ཞིམ་ཞིག་ཕུལ་ཡོང་བ་དང། ཁྱེད་ནི་ཡ་བྲལ་བའི་སངས་རྒྱས་ཀྱི་བསྟན་པའི་དུང་སྟེགས་ཀྱི་ཀ་ཆེན་ཞིག་ཡིན། མདོར་ན་ཁྱེད་ནི་ཇི་སྲིད་བྱང་ཆུབ་སེམས་དཔའ་རྣམས་ཀྱི་ཕྲིན་ལས་ཀྱི་ཕུང་པོ་གཅིག་ཏུ་བསྡུས་པའི་སྙིང་བསྡུས་ཀྱི་བླ་མ་དེ་ཉིད་ཡིན། དབང་ལུང་ཁྲིད་གསུམ་དང་མན་ངག་གི་བདུད་རྩི། ཉམ་ཐག་སྐྱེ་འགྲོ་ཐར་པའི་ལམ་ལ་དྲན་པའི་ཐུགས་རྗེ་ཆེན་པོའི་བླ་མ་དེ་ཡིན། རིན་པོ་ཆེ་མཐའ་དོན་ཉམ་ཐག་པའི་བསྟན་འགྲོའི་དོན་དུ་སྐུ་ཚེ་ཁྲི་ལོ་ནས་ཁྲི་ལོར་བརྟན་པའི་སྨོན་ལམ་བཞུགས། བྱམས་པའི་དཔའ་བོའི་སྤོབས་པའི་གཏེར་ཆེན་ཚོགས། དབྱངས་ཅན་དགའ་མིག་གཅིག་ཏུ་སྤུངས་པའི་དཔྱིད། བསྟན་པའི་སྤྱི་ནོར་སྲིན་མོའི་དྲུང་བྱིན་པས། ཐེག་ཆེན་མཆེད་ཀྱི་ཉི་མ་འཚོ་ཞེས་གསོལ།